བཅུ་གཅིག་པའི་སློབ་གཉེར་བ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་ད་ལྟ་ང་རང་ཚོ་སློབ་ཚན་འགྲོ་བཞིན་པ་དེ་གོང་ས་ལྔ་བ་ཆེན་པོས་ལྗགས་རྩོམ་གནང་བའི་ལུགས་ཟུང་གི་བསླབ་བྱ་མུ་ཐི་ལས་དྲངས་བ་དེ་འགྲོ་བཞིན་པ་རེད། ད་དེའི་ནང་ནས་ཀྱང་ད་ལྟ་བར་དུ་ཤོ་ལེ་ཀ། བཅུ་གཅིག་ཡན་ཆད་ལ་འགྲོ་ཚར་བ་རེད་ད་དེ་རིང་ངས་ཤོ་ལོ་ཀ་བཅུ་གཉིས་པ་དང་བཅུ་གསུམ་པ་དུ་འགྲོ་ཡ་ཡིན། ད་འདི་ཤོ་ལོ་ཀ་དུ་བཅུ་གཉིས་བཅུ་གསུམ་པ་ལབ་པའི་སྐབས་ཏག་ཏག་ཡོད་མ་ད་ངས་པ་རག་པ་རག་ལ་བཞག་ཡོད་རེད་དེ་ལྟས་སུ་སྒོ་ཁག་པོ་འདྲ་བོ་དང་ཚིག་རྒོལ་བ་རྒྱུ་མཚན་ཞེ་དྲག་དེ་ལ་ད་རྒོལ་བ་རྒྱུ་མཚན་མེད་མར་ད་དེ་སུ་སྒོ་ཁག་པོ་དང་ཡང་ད་སྐྱར་འདོད་སྐྱར་འདོད་བྱེད་པའི་དུང་བརྡ་སྒང་དུ་བཤད་པ་རྒྱུ་གཅིག་པ་གཅིག་པ་དེ་འདྲ་བོ་ཡོད་ན་ངས་བཞག་ཡོད་རེད་ད་ཡང་ཀྱང་ཁྱེད་རང་ཚོ་དོ་སྣང་བྱེད་མཁན་དེ་འདྲའི་མི་ཡིན་ན་ཡང་རྒན་ལགས་འདིས་ཚིག་གཅིག་དེ་འགྲེལ་བཤད་རྒྱབ་ངང་བྲིས་སྲིད་པ་རེད་བ་བྲིས་སྲིད་པ་ནི་དགའ་བོ་ངང་ནས་ཁྱེད་རང་ཚོ་ཀྱི་འགྲེལ་བཤད་སུ་རུ་དགོས་ཀྱི་ཡོད་པ་ཡིན་ན་ངས་འགྲེལ་བཤད་རྒྱབ་ཆོག་ཞེས་ད་ལྟ་ཡང་ཀར་པ་ར་ཁ་ཤ་པ་ར་པ་རེ་བཞག་ཡོད་རེད་ད་དགོངས་དག་ཁ་སང་དགོངས་དག་ཞུས་པ་ན་སྤྱིར་བཏང་ང་ཚོ་ལུགས་ཟུང་བསླབ་བྱ་མུ་མཐུད་ལས་འཕྲོས་མ་སྟེ། ཚིགས་བཅད་ཀྱི་ལམ་ནས། འབོལ་རྩོམ་ཚིག་ཚུགས་བྱེད་པའི་མུ་ཐིག་ལ་ཚིགས་བཅད་ལམ་ནས་གསུངས་ཡོད་ལྟ། ཚིགས་བཅད་གཅིག་ལ་ཚིག་རྐང་བཞི་ཡོད། ཡིན་ནའང་འདི་སྐབས་རེ་སྐབས་རེ་ཞེས་པའི་སྐབས་འདིའི་ནང་ལ། ཚིག་རྐང་གསུམ་གྱི་ནང་ལ་ཚིག་རྐང་གསུམ་ལ་ནི་འགྲེལ་བཤད་སྟེར་དུས་སྐབས་ལ་ཚིག་རྐང་ཚིགས་བཅད་ཀྱི་འགྲེལ་བཤད་ལབ་ཡོད་མ་རེད་ཚིག་རྐང་གསུམ་གྱི་འགྲེལ་བཤད་ནི་སུ་ལབ་ཡོད་རེད་འོ་དེ་ངེས་པར་དུ་ངེས་པར་གནང་རོགས་གནང། ཡང་སྐབས་རེ་སྐབས་རེ་ཚིག་དོན་དག་ཁོ་འགྲེལ་ཆགས་པོ་མེད་པ་ཡིན་ན་གསུམ་སྟེ། འོ་མ་བཞི་བ་ཞིག་ཡོད་པ་ཡིན་དུས་དེ་འགྲེལ་བཤད་གྲབས་མེད་པ་ཡིན་ན་ཡང་དེ་མ་བྲིས་པའི་གསུམ་པ་གསུམ་པོ་དེ་ལ་འགྲེལ་བཤད་བརྒྱབ་ཡོད་རེད། ད་འགྲེལ་བཤད་འགྲེལ་བཤད་བག་ནང་ལ་གསུམ་པོ་དེ། འབྲེལ་ཁ་སང་གསུམ་པོ་དེ་ལ་བཞི་པ་དང་འབྲེལ་ཧ་ཅང་གི་འབྲེལ་ཆགས་པོ་མེད་པ་ཡིན་ན་འབྲེལ་བ་ཞེ་དྲག་མེད་པ་ཡིན་ན་གསུམ་ལ་བརྒྱབ་ཡོད་དུས་ངེས་པར་གནང་རོགས་གནང། ད་དེ་རིང་གི་ཤོ་ལོ་ཀ་བཅུ་གཉིས་པ་དེ་གའི་དང་པོ་ཚིག་དོན་ཤེས་པ་ཡིན་ན་ད་ར་ཏྲ་ཁྲ་ཁོ་དྲིན་ན་དྲིན་ཟེར་ན་དྲིན་དྲིན་དྲིན་དྲིན་ཟེར་དེར་བ་འདྲེན་པ་ཟེར་ན་གྲངས་ཀ་བརྒྱབ་པ་རེད་ད། འདྲེན་པ་ཕྱི་ད་ང་ཚོ་འཁོར་བ་ལས་སེམས་སེམས་ཅན། འཁོར་བ་ནི་སངས་རྒྱས་ས་ལ་འདྲེན་པར་སེམས་འཐེན་པ་ལ་དགུ་བར་བ་རྣམས་འདྲེན། གོང་གསལ་ལྷ་མིན་རྣམས་འདྲེན་སོགས་ལྷ་དང་མིན་རྣམས་འདྲེན་སོགས་ལྷ་དང་མིན་བདེ་བ་ལ་འདྲེན་ཐུབ་མཁན་དེ་སངས་རྒྱས་མ་གཏོགས་ཡོད་མ་རེད་བ་འོ་ན་འདྲེན་པ་ཞིག་དང་ང་ཚོ་འཐེན་པ་ཞིག་ད་འདི་ནང་ལ་འདྲེན་པ་ཟེར་འདུག་ང་ལ་དེ་གྲངས་ཀ་བརྒྱ་པ་འདྲ་བོ་བྱེད། མང་ང་ཟེར་མང་ཧ་ཅང་མང་པོ་མང་པོ་མང་ན་མང་ང་མ་ཡིན་པ། མང་ང་ཟེར་མང་ཆེ་ཧ་ཅང་མང་པོ་དགོས་འོས་ཀྱི་རེད་བ་ཅན།

གྱོང་ཆེན་པོ་མ་སྤྲད་སྲིད་མདོག་མང་ན་དག་དང་མང་སྲིད་གང་ཤེས་པ་ཅི། གཉེན་གྱི་གཉེན་པོས་ཞེན་པ་ཞེན་པ་ལོག་པ་ཞེན་པ་ལྡོག་ཟེར་ན་ཞེན་པ་ལོག་པ། དཔེར་ན་ང་ཚོ་དཀར་པོའི་སྐབས་རེ་ན་བའི་སྐབས་ལ་ཁ་ལོག་ལ་ཞེན་པ་ལོག་འགྲོ་གི་འདུག་ཁ་ལག་ཐུང་བ་དང་སྐྱུར་མོའི་ལག་ཡོང་གི་འདུག་མི་གཅིག་དཔེར་ན་ཁྱེད་རང་མིག་མ་དགའ་བའི་མི་དེ་ཐུང་བ་དང་ལམ་སེམས་ནང་ལ་མ་དགའ་བ་བྱས་འོ་དེ་ལ་ཞེན་པ་ལོག་པ་ཟེར་དེ་རོ་ཞེན་མདོག། ཞེན་མདོག་ད་དེ་བཞུགས་ལ་ཞེན་སྡུག་ཞེན་དེ་སྡུག་བསྔལ་ཁྲིད་པའི་སྐབས་ལ་སྙིང་ཚིམས། ཁ་ཤས་ང་ལ་མི་ལས་མི་ཞན་པ་ལ་དཀའ་ངལ་ཁྲོད་ཕན་པོ་བྱུང་ཚིམ་ཟས་རྗེས་ཨོ་དེ་སྙིང་ཚིམ་སི་ལོ་དེ་རྒྱུ་དམར་བ་མ་བརྗེད་རང་ལ་ཁོ་སི། རང་རྒྱས་མ་ངོམ་སི་དོ་རང་ལ་རང་ལ་སྐྱིད་པོ་བྱོས་གཞན་ལ་མ་ངོམ་སི་ལོ་ད་འདི་དང་པོ་ཚིག་འགྲེལ་ལོག་དེ་འགྲེལ་ཞིག་རྒྱག་གི་ཡིན་ད། དྲིན་དྲན་མང་ན་སི་དྲིན་དྲན་མང་ན་དགའ་བའི་གདུང་སེམས་འཆོར། གྱོང་ཆེན་མང་ན་སྙན་ཡང་ཞེན་པ་འདོགས། གཞན་དུ་སྙིང་སེམས་མ་བརྗེ་རང་ལ་འཁོར། རང་རྒྱལ་མ་ངོམས་གཞན་གྱི་དེ་ལས་འཇལ། ཨོ་འཇལ་ལ་འཇལ། དེ་གོང་གི་ཚིག་དང་ཨོ་འཇལ་ལ་འཇལ་ཟེར་ཏེ་ང་ཚོ་བུ་ལས་འཇལ་བ་ཟེར་ཏེ། དགའ་བ་དགའ་བོ་མི་གཅིག་གིས་ཡག་པོ་བྱས་ཟིན་པ་དེ་ལས་འཇལ་བ་ཟེར་གྱི། བླ་མ་འཇལ་བ་དེ་ལ་མོ་འཇལ་ལ་འཇལ་རེད། བུ་ལས་འཇལ་བ་དང་བཀའ་དྲིན་འཇལ་བ་ཟེར་ཏེ་ཨོ་འཇལ་ལ་འཇལ་རེད། འོ་དེ་ངེས་བ་གནང་རོགས་གནང། བཀའ་ས། ཞེས་པའི་འགྲེལ་བཤད་ནི། ཕྱི་དང་ཕྱི་དང་གྱི་འགྲེལ་བཤད་ནི་གལ་ཏེ། གལ་ཏེ་ཁྱེད་རང་གིས་མི་གཞན་ཞིག་ལ་ཕན་ཐོགས་པའི་བྱ་བ་ཞིག་བྱས་ཡོད་ན་ཟློ། གལ་ཏེ་ཁྱེད་རང་གིས་མི་གཞན་ཞིག་ལ་ཕན་ཐོགས་པའི་བྱ་བ་ཕན་ཐོགས་རོགས་པ་ཞིག་བྱས་ཡོད་ན། ངས་ཁྱེད་ལ་འདི་དང་འདི་བྱས་ཡོད་ཅེས་བཤད་རྒྱུ་མེད་བཤད་རྒྱུ་མང་དྲགས་ན་ཟློ།

སུ་ལ་ཡང། གང་ཟག་སུ་ལ་ཡང་གྱོང་སྤྲད་རྒྱུ་མང་དྲགས་ན་བཟློག། གཉེན་དང་སྤུན་དང་དགའ་སུ་ཡིན་པ་ཡིན་ན་ཡང་བཟློག། གང་ཟག་སུ་ལ་ཡང་ཡི་ག་བཀག། གང་ཟག་སུ་ལ་ཡང་གྱོང་བསྐྱལ་རྒྱུ་མང་དྲགས་ན། སེམས་ཀྱི་གཏིང་ནས་དགའ་དགའ་ས། མ་དགའ་བའི་ཆགས་སེ་བཟློག་སེམས་ཀྱི་གཏིང་ནས་མ་དགའ་བའི་ཆགས་སེ་བ་རེད་ལབ་རེད་གྱོང་ཆེན་མ་ན་གཉེན་ནས་དོན་ཆོས་གྱོང་སྤྲད་རྒྱུ་མང་དྲགས་ན་གཉེན་ཡང་ཟེར་རང་གི་རང་གཉེན་མ་འགྲོ་བ་ཅིག་ལ་ཡིན་དང་རང་གི་གཉེན་ཡིན་པ་ཡིན་ན་ཡང།

ཁྱོད་རང་ཡིད་ཚིམ་ནས་དགའ་བའི་རྣམ་འགྱུར་བསྟན་མི་རུང་ཟློ། མི་ཞིག་མི་གཞན་པ་ཞིག་ལ་དཀའ་ངལ་འཕྲད་སོང་ན་ཁྱེད་རང་གིས་མི་དགའ་བའི་མི་གཅིག་ལ་དཀའ་ངལ་འཕྲད་སོང་ན་ཁྱོད་རང་མ་དགའ་མཁན་མི་གཅིག་ལ་དཀའ་ངལ་འཕྲད་སོང་ན་འོ་དེ་དཀའ་ངལ་འཕྲད་པའི་སྐབས་ལ་ཁྱེད་རང་སེམས་ནང་ལ་དགའ་བའི་སེམས་ནང་ལ་ཚིམ་བསམ་པ་འོ་དེ་འགྲིག་བྱ་བསམ་པ་འོ་དེ་བསམ་བློ་བྱུང་བའི་གན་བསམ་བློ་བསམ་བློ་འཁོར་བ་དང་ཆབས་ཅིག་ཏུ་དགའ་བའི་རྣམ་འགྱུར་བསྟན་རྒྱུ་བ་མ་རེད་ཟློ། མི་གཞན་ཞིག་ལ་དཀའ་ངལ་འཕྲད་ན་ཁྱེད་རང་གིས་ཡིད་ཚིམ་ནས་དགའ་བའི་རྣམ་འགྱུར་བསྟན་མི་རུང། གང་ལ་ཟེར་ན་སྐྱིད་སྡུག་མི་ཡི་རེ་སྨོན་ཡིན་འདུག་སྐྱིད་སྡུག་མི་ཡི་རེ་སྨོན་སུ་འདུག་སྐྱིད་སྡུག་མི་ཡི་རེ་སྨོན་སུ། དེ་རིང་ཁྱེད་རང་ལ་སྐྱེས་བུ་བྱུང་ན། སླད་མ་འོངས་པར་འདུག་ལོ་ཁ་ཤས་ཕྱི་ལ་ཟླ་བ་ཁ་ཤས་ཁྱེད་རང་ལ་སྡུག་པོ་ཡོང་སྲིད་པ་རེད་དེ་རིང་མི་ཞིག་ལ་དཀའ་ངལ་འཕྲད་འོས་ཡོད་པ་ཡིན་ན་སླད་མ་འོངས་པར་དཀའ་ངལ་ཁད་འཕྲད་འཕྲད་འདེགས་མ་རེད་བ་དེ་མི་དེ་ལ་ཡང་སྐྱིད་པའི་ཉིན་པོ་ཐུགས་སུ་ཤར་གྱི་རེད་བ་འོ་སྐྱིད་སྡུག་མི་ཡི་རེ་སྨོན་ཡིན་འོ་སྐྱིད་སྡུག་མི་ཡི་རེ་སྨོན་ཡིན་པས་གཟབ་གཟབ་བྱེད་དགོས་རེད། རང་གིས་བདག་ཐ་མ་སྟེ་རང་གིས་མ་ངོམས་གཞན་གྱིས་དེ་ལེན་བྱས་སོ། གལ་ཏེ་ཁྱེད་རང་ལ་བཀྲ་ཤིས་པའི་གནས་ཚུལ་ཞིག་བྱུང་ནས་དོ། གལ་ཏེ་ཁྱེད་རང་ལ་བཀྲ་ཤིས་པའི་གནས་ཚུལ་ཞིག་བྱུང་ནས་སྐྱིད་པོ་ཚོར་བ་བྱུང་ན། སྐྱིད་པོ་ཚོར་བ་བྱུང་སོང་ན་མི་གཞན་ལ་མ་ངོམས་སུ་ངོམས་རྒྱུ་ཡོད་མ་རེད་ལབ་རེད། གང་ལ་ཞེ་ན་སླད་མ་འོངས་པར་མི་གཞན་གྱིས་ཀྱང། མི་གཞན་གྱིས། མི་གཞན་གྱིས། མི་གཞན་གྱིས་ཁྱེད་རང་ལ། བྱེད་པ་ཕྱིར་ཁྱེད་རང་མིག་གིས་མི་གཞན་གྱིས་ཀྱང་ཁྱེད་རང་བྱེད་པའི་བྱེད་པ་ལ་ལན་འཇལ་སྲིད་དོ། མི་གཞན་གྱིས་ཁྱེད་རང་བྱེད་པ་ལ་ལན་འཇལ་སྲིད་པ་རེད་ལབ་རེད། ཁྱེད་རང་སྐྱིད་པོ་བྱུང་སོང་འདི་འདུག་ས། རང་སྐྱིད་མ་ངོམས་གཞན་གྱིས་དེ་རང་ལ་སྐྱིད་པོ་བྱུང་སོང་ན་གཞན་ལ་མ་ངོམས། སླད་མ་འོངས་པར་ཁྱེད་རང་ལ་དཀའ་ངལ་འཕྲད་ཁྱེད་རང་དཀའ་ངལ་འཕྲད་པའི་སྐབས་ལ་མི་གཞན་པ་ཅིག་ལ་སྐྱིད་པོ་བྱུང་སོང་ན་མི་གཞན་པ་དེ་ག་ད་རང་ཚུགས་ལ་ཁྱེད་རང་ལ་ཀྱག་ཀྱག་བྱེད་ཀྱི་རེད་ལ་རྒྱུ་མཚན་དེ་ལ་བརྟེན་ནས་སྒང་དུ་ཤི་བོ་ནང་བཞིན་སྐྱིད་སྡུག་མིའི་རི་མོ་ཡིན་ཟེར་རྟག་པ་མི་རྟག་པ་དེ་མི་རྟག་པ་རེད་འདུག་ཨ་ད། སྐྱིད་པོ་སྡུག་པོ་ཟེར་མི་ལ་དཀའ་ངལ་དེ་སྐྱིད་སྡུག་སྐྱིད་སྡུག་དེ་མིའི་རི་མོ་ཟེར་ཏེ། ཀུ་ཤྲི་ཀོ་ཀོ་ར་ཁོང་བསྡད་གི་ཟེར་བ་རྒྱུ་མཚན་དེ་ལ་བལྟས་ན་ག་དུས་ཡིན་པ་ཡིན་ན་ཡང་སྐྱིད་པོ་བྱུང་སོང་ན་ཡང་མི་གཞན་པ་ལ་མ་ངོམ། སྡུག་རང་རང་ལ་སྡུག་པོ་ཡོང་སྲིད་པ་རེད་མི་གཞི་པ་གཅིག་ལ་སྡུག་བསྔལ་འཕྲད་སོང་ན་ཡང་སྙིང་ཚིམ་མ་བྱེད་ཕེམ་ཁོལ་འདི་དགོས་ཡ་ཡོད་དེར་མ་མ་ལབ། བྱས་ཙང་ལས་རྒྱུ་འབྲས་སེམས་ལམ་ས་ཁོ་རུ་ཡོང་གི་རེད། སྐྱིད་སྡུག་མིའི་རི་མོ་རེད། འོ་འདི་བར་དུ།

ཁོ་བོ་ཅག་གིས་བོད་ཚིག་ག་ཟེར་ཚེ་གཙིགས་སུ་འཛིན་ནས་བོད་ཡིག་ལ་གཙིགས་སུ་འཛིན་ནས་སློབ་སྦྱོང་བྱེད་དགོས་སམ། བོད་ཀྱི་སྐད་ཡིག་ལ་གཙིགས་སུ་འཛིན་སློབ་སྦྱོང་ཟེར་ན་གལ་ཆེན་པོ་འཛིན་སློབ་སྦྱོང་བྱེད་དགོས་ཟེར་གྱི་རོགས། འོ་དེའི་ཚིག་གི་དོན་དག་དེ་འདི་ག་བྱེད་རོགས་ད་གཟིགས་ཨ། མཆིམས་ཕུ་སླེབས་ཚེ་ཁེངས་དང་ང་རྒྱལ་མེད། ཀུན་གྱིས་ཁུར་དུས་འོག་འཛུལ་འཇུག་འཇུག་བདེ་བྱེད། འགྲུབ་ཚེ་མི་རྗེ་ཚུལ་འཛིན་མཁས་སྙན་བསམ། སྤུན་དུ་འགྱུར་གྱུར་ཚེ་འདོད་ཆུང་ཅི་ཚིག་ངོས། ཞེས་པའི་འགྲེལ་བཤད་ནི་གལ་ཏེ་ཁྱེད་རང་གོ་གནས་མཐོན་པོ་ཞིག་ཞིག་ཏུ་སླེབས་པ་ཡིན་ན་ཁེངས་པ་དང་ང་རྒྱལ་སྤང་དགོས། སྨྲས་ཟེར་ས་མ་ཏག་སྨྲ་མི་བྱེད་ན་སྨྲས་ར་ཟེར་དེ་རེད། གལ་ཏེ་ཁྱེད་རང་ག་ས་འདི། དུ་གོ་ས་མཐོན་པོ་གཅིག་དང། གོ་ས་དུ་ཁྱེད་རང་གོ་གནས་མཐོན་པོ་ཞིག་ཏུ་སླེབས་པའི་སྐབས་སླེབས་པ་ཡིན་ན་ཁེངས་པ་དང་སོང་ང་ལ་ཚིག་པ་སོང་ང་ལ་གོ་གནས་མཐོ་སོང་ཁེངས་པ་དང་ང་རྒྱལ་སྤང་དགོས་རེད་ཁེངས་དང་ང་རྒྱལ་སྨད་སོང་ཁེངས་དང་ང་རྒྱལ་སྤང་དགོས་རེད་ཁེངས་དང་ང་རྒྱལ་ལ་སྨད་ར་བཏང་ཟེར་དུ་ཁེངས་དང་ང་རྒྱལ་སྤང་དགོས་རེད་ད་དུང་ཁྱེད་རང་ཆེན་པོ་ཆགས་པའི་སྐབས་ལ་ཁེངས་པ་དང་ང་རྒྱལ་བྱེད་རྒྱུ་བ་མ་རེད་ཡག་པོ་འདུག་བ། ང་རྒྱལ་གྱི་གོང་བུ་ལ་ཡོན་ཏན་གྱི་ཆུ་མི་ཆགས་ཟེར་དོ། ང་རྒྱལ་གྱི་གོང་བུའི་བཙུན་མོ་ང་རྒྱལ་ཆུ་རྡོག་རྡོག་ཅིག་ང་ལ་ཁེལ་བ་སུས་སྔོན་ནས་ཅན་མི་དེ་མ་ཤི་བར་དུ་ཤེས་བྱའི་ཡོན་ཏན་མང་པོ་ལས་ཡོད་ར་བ་རྒྱལ་པོ་ཡིན་པར་ང་ལ་འོང་ཅིག་ང་ལ་ཁེལ་བ་སུ་ཡང་མེད་ཟེར་འབོད་འདི་ནི་སློབ་ཆུང་ཡན་གང་ཡོད་མ་རོག་སྟེ་ནང་བཞིན་བྱེད་བཟང་ཆེན་པོ་སླེབས་པའི་སྐབས་ལ་ཁེངས་པ་དང་ང་རྒྱལ་ལ་དཔང་དགོས་རེད་སྨྲས་ཟིན་ཅི་ལྟར་ང་ཚོས་སྨད་ར་སྨད་དེ་ར་བ་སེ་མ་ད་མ་ད་སྨད་ར་བཏང་བ་ཟེར་དེ་ར་བ་འོ་དེ་རེད། ཀུན་དགའ། ཆེན་པོ་ཆགས་སོང་ན་མི་ཚང་མ་གུས་ཞབས་བྱེད་ཀྱི་རེད་བ། ཀུན་གྱིས་ཁུར་དུ་བཞག་མི་དགོས་འོ་དེ། ཁེངས་པ་དང་ང་རྒྱལ་སྤང་དགོས་པ་དང། མི་ཀུན་གྱིས་ཁྱོད་རང་ལ་གུས་བཀུར་བྱེད་སྐབས་དང་མི་ཚང་མ་ཁྱེད་རང་ལ་གུས་ཞབས་བྱེད་པའི་སྐབས་ལ། གུས་ཞབས་བྱེད་པའི་སྐབས་ལ་གུས་བཀུར་བྱེད་སྐབས། དམའ་ས་བཟུང་ནས་མཉམ་ཆུང་བྱེད་དགོས་ཟེར་འདུག་བ། ཀུན་གྱིས་ཁུར་དུ་བཞག་མི་ཚང་མ་ཁྱེད་རང་ལ་གུས་ཞབས་བྱེད་པའི་སྐབས་ལ། གུས་ཞབས་བྱེད་པའི་མི་ཚང་མས་ཁྱེད་རང་ལ་གུས་ཞབས་བྱེད་པའི་སྐབས་ལ་དམའ་ས་བཟུང་ནས་ཉམ་ཆུང་བྱེད་དགོས་སོ་ཉམ་ཆུང་ཆུང་བྱེད་དགོས་རེད་མ་གཏོགས་མིས་གུས་ཞབས་བྱེད་ད་དུང་ཡར་དགོས་འགྲོ་རྒྱུ་བ་མ་རེད་ལབ་རེད། ད་སྐྱོན་སྐྱབས་རོགས་ལྟ་བུ་ཆགས་ཤག་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་ལས་འཛམ་གླིང་ནང་ལ་སྲིད་གསུམ་དབང་གྱི་ཁོང་ར་ཐོབ་བ་ཅལ་ཡོད་མ་རེད་བ། ག་དུས་མིན་ལག་གཉིས་ཐལ་མོ་བྱས་ནས་ག་དུས་མི་སུ་སུ་དང་མཇལ་བ་ཡིན་པ་ཡིན་ན་དམའ་ཞུམ་ཞུམ་གནང་གི་འདུག་དེ་བྱང་ཆུབ་སེམས་པའི་སྤྱོད་པ་རེད། བདག་ཉིད་ཀུན་ལ་སྨན་དང་བཞིན་སོ་བདག་ཉིད་ཀུན་ལ་སྨན་དང་བཞིན་དུ། སངས་རྒྱས་སུ་རང་ཉིད་སེམས་ཅན་ཐམས་ཅད་ལ་སྨན་པ་ཡིན་སྐྱོ་བ་དང་མ་རེད་དེ་ཡིན་ན་བསམ་བློ་བཏང་བཏང་ཅིག་ཡོད་རབ་ཨོ་དེ་ཟིག་བ་དེ་ཀུན་གྱི་ཁུར་དུ་མི་ཚང་མས་དགའ་བསམ། མི་ཀུན་གྱིས་ཁྱོད་རང་ལ་གུས་བཀུར་བྱེད་སྐབས་གུས་ཞབས་བྱེད་སྐབས་སྨྲ་བསམ་བཟུང་ནས་ཉམས་ཆུང་བྱེད་དགོས། ཀུན་གྱི་ཁུར་དུ་འོག་ཚོད་འཇུག་པ་འཇུག་བདེ་བྱེད་ཟེར་དོ་དེ་འདྲ་ཞིག་ད་འོག་དེ་ལ་གསུམ་ཚིག་རྐང་གསུམ་པ་དེ། སྒྲུབ་རྩལ་མི་བརྗེད་ཁེ་ཉེན་གྱི་ཁ་སང་སྒྲུབ་རྩལ་མི་བརྗེད་ཚོད་འཛིན་ཁེ་ཉེན་ཟེར་འདུག་འགྲུབ་ཐུབ་པའི་སྒྲུབ་ཐུབ་པའི་ལས་ཀ་ཚང་མ་འགོ་འཛུགས་མ་བྱས་པར་འགོ་འཛུགས་མ་བྱས་པར་ཁེ་དང་ཁེ་སང་དང་ཁེ་དང་ཉེན་ཁ་གཉིས་ལ་བསམ་བློ་གཏོང་དགོས་རེད་ཡག་པོ་ཞུ་འདུག་ང་འགྲུབ་ཐུབ་ས་རེད་ཟེར་གི་ལས་འགྲུབ་ཐུབ་ས་རེད་བསམ་པའི་གི་ལས་ཚེ་ཚང་མ་འགོ་བཙུགས་རྒྱུ་བ་མ་རེད་ལ་འགོ་བཙུགས་མ་བྱས་པ་མདོ་འགྲུབ་ཐུབ་པའི་ལས་ཀ་འགོ་བཙུགས་མ་བྱས་པར་དགོས་མ་བྱས་པ་ཁེ་དང་ཁེ་སང་དང་ཉེན་ཁ་གཉིས་ལ་བསམ་བློ་བསམ་བློ་བཏང་དགོས་པ་དང་བསམ་བློ་བཏང་དགོས་རེད་ལ་མདོ་འགྲུབ་ཚེ་མི་བྱེད་ཚོད་འཛིན་ཁེ་ཉེན་བསམ་ས་ད་ཐ་མ་དེ་རེད་ད་པོ་མདོ་རྒྱུགས་ཚེ་མདོ་ཆུང་སྤྱི་ཚིགས་ངོས་ཟ་བ་དེ་གལ་ཆེ་ཤོག་ཅེས་ར་ད།

རང་ལ་དཔོན་པོ་གྱུར་ཚེ་འདོད་ཆུང་ཆོག་ཤེས་བྱས་ནས་སྤྱི་པའི་ལས་དོན་ལ་གཙིགས་སུ་འཛིན་གཙིགས་སུ་གཏད་གཙིགས་སུ་གཏད་ས་དང་ཡང་དག་གལ་ཆེན་པོ་འཛིན་དགོས་དོ། གང་ཟག་དཔོན་དུ་འགྱུར་ཚེ་འདོད་ཆུང་འདོད་པ་ཆུང་སྐྱེ་གཙིགས་ངོས་སྤྱི་པའི་ལས་ཀ་དང་དཔེ་མི་སྲིང་གལ་ཆེན་པོ་འཛིན་དགོས་ཡ་དེ་གནད་འགག་ཆེན་པོ་རེད་ཟེར་བ་དང་དུ་བ་འདི་དཔོན་ཁག་སྒང་དེ་ལ་ང་ཚོ་ཁག་སྒང་དེར་ཁར་ཤོང་ཟེར་ལབ་པ་ཡིན་ན་ཁྱེད་རང་མི་དཔོན་པོ་ཆགས་སོང་ན་སྐད་ཆ་བཤད་པའི་བཤད་སྟངས་ཀྱི་གང་ཟག་གཏམ་ཀུན་རྫོབ་ཟེར་མཇུག་མ་མཐར་གྱི་ལོ་དགུ་དུས་ཕིགས་མ་རིང་ཞིང་འཚམས་པ་ཤོད་ས་དང་འདི་ཤུག་དེར་ག་ས་ལ་ཡིན་ན་དཔོན་པོ་ཆགས་སོང་ན་ཁྱིམ་པ་དང་ང་རྒྱལ་སྤང་དགོས་རེད། མི་ཀུན་གྱིས་ཁྱེད་རང་ལ་གུས་ཞབས་བྱེད་པའི་སྐབས་ལ་ཁྱེད་རང་དམའ་ས་བཟུང་དགོས་རེད། ད་ཁྱེད་རང་ལས་ཀ་འགྲུབ་ཐུབ་ས་འདུག་བསམ་ན་འདུག་བསམ་ཚེ་འདུག་ཐུབ་ས་རེད་བསམ་པ་ཙམ་གྱིས་ལས་ཀ་འགོ་མ་བཙུགས། ལས་ཀ་དེ་བྱེད་པ་ཡིན་ན་ཁེ་བཟང་ག་རེ་འདུག་གྱོང་ག་བསམ་བློ་བཏང། ད་སླད་མང་བོ་ཁྱེད་རང་དཔོན་པོ་ཆགས་པ་ཡིན་ན། འདོད་ཆུང་བྱས། འདོད་ཆུང་ཆོག་ཤེས་བྱས། འདོད་ཆུང་ཆོག་ཤེས་བྱས་པ་གང་ཞིག་ལ་སྤྱི་བའི་ལས་ཀ་དེ་ལ་དཔེ་མི་སྲིད་ཀྱི་གལ་ཆེན་པོ་བརྩི་དགོས་རེད་ཟེར་ཡ་དེ་བྱས་ས་དེ་རིང་གི། ཤོ་ལོ་ཀ་གཉིས་ཀྱི་བསྟན་བྱ་གཙོ་བོ་དེ་དེ་རེད། བྱས་ཙང་དེའི་ནང་ལ་ངས་གར་ཞུགས་ས་ལ་བབས་ཡིན་ན་སློབ་ཚན་དེ་ང་ཚོས་ཉུང་ཉུང་མ་འགྲོ་གི་མི་འདུག་ཤོ་ལོ་ཀ་གཉིས་ཙམ་མ་འགྲོ་གི་མི་འདུག་གཉིས་འགྲོ་བ་དེ་མགོ་ཚོ་བ་བྱས་ནས་ཉུང་ཉུང་འགྲོ་བ་དེ་ད་ག་ཟེ་དུས་ག་ཟེ་འདི་བསླབ་མ་ཐུབ་པ་དང་དེ་ཚོའི་དུས་ཚོད་མེད་པ་མ་རེད་ཡིན་ན་ད་གང་ཤེས་པ་དེ་ཉུང་ཉུང་ཤེས་པ་དེ་མགོ་ཚོ་བ་བྱུང་ཟེར་ན་བསམ་པའི་ཀུན་སློང་དེ་གྱེར་ནས་ངས་ཉུང་ཉུང་མ་འཁྲིད་གི་ཡོད་པ་མ་རེད་བྱས་ཡང་སླད་མང་པོ་ཕོག་གི་ན་ལ་མཛད་རྣམ་དེ་འདྲ་ཡང་མང་པོ་ཡོད་པའི་སྐབས་ལ་ང་ཚོ་མང་སུ་འགྲོ་གི་ཡོད་སྲིད་པ་རེད།

ཚང་མ་དེ་ཕ་ག་ལ་བརྩིས་ནས་གངས་ཅན་ང་ཚོ་ལ་སྐད་ཆ་ལབ་པ་དེ་ལ་མི་རེ་བརྩིས་ནས་ཁྱེད་རང་ཚོ་ཡ་ལན་བྱེད་པ་དེ་ང་དགའ་བོ་ཡོད་རོགས་ཐ་ཐ་མ་རྣམ་པ་དེ་ཚོ་ཁུ་བྱས་ཡོང་ཡིན་སླད་མ་ང་ཚོ་ཐུག་པ་ག་ལ་ཡང་ང་ཚོ་སྐད་ཆ་ཡོང་གི་རེད་ཡང་ཁྱེད་རང་ཚོ་ཕ་མ་དེ་ཚོ་ལ་ང་འབྲེལ་བ་བྱེད་ཀྱི་ཡིན་ག་ས་ན་ཁ་ཤས་བྲིས་དེབ་ཡོད་ས་མ་རེད་ཉན་གྱི་ཡོད་ས་མ་རེད་ཁྱེད་རང་སྤུ་ལ་བྲིས་དེབ་མི་འདུག་དེ་འདི་ནས་ངས་ཡར་ཕ་མ་ལ་འབྲེལ་བཤད་ཞུ་གི་ཡིན་ལོ་འོ་དེ་ངས་བ་ན་དེ་ཚང་མ་ལ་འཚམས་འདྲི་ཡོད།